བྱ་བ་བུ་ཟི་ཁང་པ་ཐ་ཟི་ཆུ་རེ་བརྒྱད། དེ་ནས་ཨ་ནང་གི་ཅི་ཡང་པ་ཨ་ཞང་ཡང་ཡང་པོ་ཨ་ནེ་ཡང་ཡང་པོ་ཅི་ཅི་ཅི་ཡང་ཡང་པོ་དེ་ནང་པོ་པད་དེ་སངས་མ་ཅི་དེ་ད་ནི་ཡེ་ལེ་སངས་མ་ཏོ་ནི་ཏིང་བོ་དེ་པད་ཁྲེལ་པ་ནང་དོ་ཧོ་སངས་མི་ནང་པོ་སངས་ཡེ་པད་ཁྲེལ་པ་གོ་འཇོ་ལོ་མགོ་ཧོར་ཏང་གི་ནང་ད་དོ་འདར་ཕུལ་གོ་ས་ཆོ་གང་གི་ནང་ད་སངས་མ་ཅོས་གོ་ས་ཆོ་གང།

བ་དེ་དཔེ་ཁ་ཅིག་ནང་དང་ཁྱད་པར་མ་བུར་དགོངས་ལ་ཇི་ལྟར་ནི་སྟེ། ལམ་འབྲིང་དགུ་རྣམས་ལ་གནས་ཁང་སྤྱི་གཏོར་བྱ་བ་ཟེར་མགོ་ལ་དེ་ཡང་གནས་ཁང་སྤྱི་གཏོར་ཟེར་ན་སོ་སོ་བསྒོམ་ཉམས་ལེན་ཡེ་ཟེར་ཁང་པ་དེ་དང་པོ་སང་མ་སང་ཡང་ཅོག་གོ་དེ་ནང་རེད། དེར་མ་བྱོན་ན་ཆོ་ག་འབུ་ཐ་ལ་ཚིལ་བས་བཅོས་ཏེ།

དེ་ཉིད་ཀྱང་ངེས་ཤེས་ཀྱི་གཞི་ནི་མ། བཟང་ལ་རིགས་གོང་དེ་ནས་དྲུག་གང་གཱའི་ལས་རྒྱ་མཚོ། བཟང་ལ་འཁྲུངས་དེ་ནས་ཀ་ཤ་མགོན་པོ་ལའང་དང་པོ་རྩིས་པའི་བཞུགས་པ་རིགས་ལས་བཞུགས། དེ་ནས་འཇུག་ལ་འཁོར་ལོ་ཤོད་པ་ད་ལྟའི་ལོ་མང་པོ་ཆགས་པ་ལོ་བར་ཅན་བཞི་བརྒྱ་ལྔ་བརྒྱ་རུ་འཛིན་པ་འདི་ཉིད་ལའང་ཆགས་པ། འོག་གོང་འཁོར་ལོ་ཤོད་འཁོར་ལོ་ཤོད་ནས་དེ་ནས་བདག་པོ་ངེས་རིགས་གྲྭ་ཚང། དེ་རུ་བཞུགས་དེ་རུ་བསྟེན།

རིགས་ཡིན་ཀྱང། དེ་མི་རིགས་སྟོང་པ་རིགས་དང་ལ་གཅིག་པ་ཟེར་ན་དེ་བ་རུ་དེ་ལ། དྲི་ཟའི་གྲོང་ཁྱེར་ཟེར་མཁན་གྱི་སྟེང་ན་ཆགས་ཆགས་པ་ཟེར་ན། དྲི་ཟའི་གྲོང་ཁྱེར། དྲི་ཟ་ཟེར་ན་ད་ཧང་མི་མ་ཡིན་ཙོ་སི། ད་ལས་ལ་ཙོ་ན་ན་ནི་ཞི་བའི་ཡུལ་ལི་ན་ཅི་ཅི་ཡོང་གོ་ཟེར་མི་འདུག་ཨ། བོ་དེ་ཙོ་སི་ཡོ་གོན་གྱི་གྲོང་ཁྱེར་རིགས་སྟེང་ན་ལ་ཆགས་ཆགས་པ་དོད་པོ་འགས་བཅོས་གོ་ཟེར་ན་ཞོ་པ་ཕུལ་བྱས་ཀྱིས་ནི། ཉེ་གནས་འཇུག་ལ་ཆོས་ལུགས་དང་བཟང་ན་ཏིལ་ཟ་གྲོང་ཁྱེར་དེ་གཞིས་ཆགས་བ། གཞིས་པའི་ས་ན་ཏེ་གཤིག་པའི་ཉེས་པ་ཚོ་ཟེར་ཡོན་ཡོན་གྱི་འདུ་བ། སྐྱོན་ཚོ་ཟེར། འོ་དེ་ཡིན་ན་དང་པོ་ནས་འོ་མ་ཧོན་རི་ཆུ་རྩི་བའི་རྩི་བའི་ལུགས་ཨེ་འཁྱོང་བར་བྱེའོ། རྒྱུ་མཚན་འདུག་ཟེར་ནོ་ཟེར་ནོ། ད་དེ་ནས་དེང་འདས་མ་ཙམ་ཁོ་རང་ཁབ་ཚུགས་རིགས་བ་ཞེས་རྒྱ་གར་སྐྱོ་བ་མེད་རེ་བྱེད། ཨེ་བ་རུ་ལ་གནས་གང་ཚོ་གང་དུ་སོང་པ་བྱ་བ་གནས་གང་གནས་ཧ་ཧ་གནས་གནས་གང་གང་སོང་པ་བོར། ཆུ་དེའང་ངས་བཀང་ཟེར་མ་བཀང་བལ་དེར་བརྟན་པོ་བཏང་ན་ཚུལ་ཁྲིམས་འཆལ་བས། ཤོད་མྱོང་བ་ནོར་ཟེར་ནོ། བལ་དེ་མ་བཀང་ཕུལ་ན་བལ་སོ་སོས་ཕུལ་ན་སོ་སོས་རྒྱུག་ལ་དེ་ནས་དགེ་བའི་ཡོན་ཏན་དང་དེ་འཚམས་པ་ཤེས་རྗེས། རྟེན་འབྲེལ་ཆུ་བོ་བག་ཟེར་ནོ་ཤེས་ཐུབ་མ་རུང། འོ་དེ་སོང་པས་ད་དེ་ག་ཁོ་རང་ཡོན་ཆབ་ཁོ་རང་ལོག་དུས་ཚུར་ལ་འགྲེལ་བཤད་མང་པོ་ཡོད་པ་ཡ།

ཚོད་མེད་ལ་ཚོད་མེད་གཙོ་བོ་ཁོ་རང་འབར་རྫས་ནི་ས་ལྷོ་འབར་རྫས་ཁ་ཆེ་ནོར་ཟེར་འདུག་ཕ་གི་ཡུལ་དུ་སྐད་གཟུགས་ཤོད་ན་ངོས་སུ་འབར་རྒྱ་ལ་ས་ལྷོ་མ་འགར་ནག་ནོར་འབར་ནག་ཏེ་ཧང་སྐྱིད་དང་དམར་ཏེ་ཀོ་སངས་མ་ཏེ་གཟུགས་ཤིག་ཡིན་ན་གོ་བདེ་ཆགས་ཀྱི་འདུག་གཙོ་བོ་ས་ལྷོ་འབར་རྫས་ཁ་ཆེ་ནོར་ཟེར་བ་དེའོ་གསུངས་པས་ཚོད་མེད་ཡུལ་ལས་འཇིགས་མི་འཇིགས་དཔེ་དེ་དེ་གཟུགས་སོ་མང་དང་དེ་གཟུགས་གོ་ཞིག་ག་རེ་ཅང་ཆགས་མེད་ཀ་ངོ་འབར་སེ་ཡར་འབར་གོ་ཟླ། བུ་དེ་ཁ་ཆེན་ནོ་ཟེར། སྐུ་རྒྱལ་དུ་བར་བསྐོར་ཞིང་ཅི་ནོ་ཟེར་ན་མཆོད་མེ་བུས་རྗེའོ། དེ་ནས་ཧཱུྃ་ཡིག་ཆོས་སྦྱོར་ནས་བྱས་ན་སེམས་ཅན་ཐམས་ཅད་ཀྱི་རྒྱུད་ཀྱི་མ་རིག་པའི་མུན་པ་སངས་རྒྱས་ཏེ་མཆོད་མེ་དེ་ཕུལ་ཏེ་ནོ་ཟེར། དག་མ་རིག་པའི་མུན་པ་སངས་བ་ལ་སྐུ་ཧོ་དེ་ཙམ་གྱིས་ཡར་ལས་འབར་ན། སྟོབས་ཁ་ཆེན་ནོ་མ་ནི་རྒྱུ་བྱ་ལ་དེ་ཙམ་གྱིས་རག་ལས་ཏེ་མ་ནོ་ཟེར། འོ་དེ་ཁྱད་པར་རེད་བ་ད་དེ། ཕལ་ཆེར་རྣམས་ལ་དུས་དུ་ཡོང་རུང་བླ་མ་དམ་པའི་གསུང་རྒྱུན་ལ། འོ་དེ་དུས་དུ་ཡོང་ནོ་ཡ། འོ་དེ་ནོ། དེ་གཞན་མ། ད་དེ་རིང་དེ་འདི་དྲན་བཞིན་མལ་འགྲོ་མང་པོའི་མགོར་ཟེར་བའི་དོན་ཡང། བོད་རྒྱལ་སྤྱི་ལྟར་དབུ་འཛིན་མི་དགོས་སོང་ཚར་རོ། འོ་ཡ་འོ་དེ་དུས་ནོ་ད་ཆགས་ཚར་རོ་ཆགས་ཚེ་ཅི་ཞུ་ཞུ་ད་ན། བ་ལྟར་ཆགས་ལ་ལུས་ཀྱི་ཆགས་ངག་གི་ཆགས་ཡིད་ཀྱི་ཆགས་ལ་ཇི་ལྟར་ཆགས་གསུམ་མྱོང་བ་ལ་ལུས་ངག་ཡིད་གསུམ་གྱི་ཆགས། ད་ལུས་ཀྱི་ཆགས་ལ་དེ་ནས་བརྐྱང་ཆགས། བསྐུམ་ཆགས། འོ་བརྒྱིད་པ་ལས་གྱུར་པའི་ཆགས། འཐབ་མོ་སྦྱར་བ་ཙམ་གྱི་ཆགས། ད་ལུས་ཀྱི་ཆགས་ལ་རིག་པ་བཞིའི་ཆགས། ཡེ་དུས་སྤྱོད་ན། ད་དེ་ནི། ཡེ་ཤོག་ཟེར་ན་ཡར་ཤོག་ཟེར་ན་ཚོགས་ཟོར་རྣམས་ཚགས་ཆེ་ཤོག་ཏུ་བཀག་ནོ་དེ་ནི་ཧ་ཀྱང་ཆགས། གཟུགས་པོ་ཆ་ཚང་མ་ཐག་རིང་སྐྱོན་ལ་ཆགས་ས་ཟིན་ཡོང་མི་འདོད། འོ་ད་དེ་ཕན་ཡོན་ཆེ་ཤོག་བྱས་ན་དེ་ཕན་ཡོན་ཆེ་ཤོས་ཡག་པོ་ལུས་ཀྱི་ཆགས། ཙམ་ཞིག་གཟུགས་པོ་གསལ་གང་ལ་ཡོད་གཟུགས་འཁྱར་ཐུབ་འོ་དེ་ཟས་ཀྱི་ཕན་ཡོན་ཆེ་ཡག་པོ་ཨ་ཟེར་ནོ་ད་དེ་ཆགས། བོན་གྱི་ཡོངས་གླུ་ཡོངས་དག་ངོ་བསྡུ་ཟིན་ནོ། དངོས་པོ་འདི་ཡོད་གར་ཟིན་ནོ་བོད་ལ་ཕུར་ལྕོག་ངག་དབང་བྱམས་པ་སེ་བླ་མ་སངས་རྒྱས་མི་དགེ་བའི་བཞུགས་པ། ཕུར་ལྕོག་ངག་དབང་བྱམས་བླ་མ་སངས་རྒྱས་མི་དགེ་ཁོང་འདི་ནི་ཧུ་ཟུ་ཆེན་པོར་ཡོད་གར་ཟིན་ནོ། ཧུ་ཟུ་ཆེན་པོར་ནི་ཁོང་གིས་དེ་ནི་ལམ་རིམ་གསུང་ཆོས་ཟ་ཟིན་ནས་མིས་ཤི་ལ། ང་ལ་ཁེབས་བཟང་གཅིག་ཡོད། གའུ་ཡི་འདི་ན་གཟུགས་པོ་ཆེན་མོ་ཡོད། ཏོག་ཤང་ལྕགས་ཚར་བཞག་ལ་དེ་ནི་ཁ་བོན་ཆེན་པོ་ཟ་ཐུབ་ཡོད།

ད་ཡང་གླ་ཕོགས་གང་སྤེལ་ཡ་དེ་སྤེལ་མོ་ས། འཁྱོར་རྡོ་གི་འདུ་གཟུགས་ཡིན་ན་ཀུན་གཟུགས་དེ་ཀུ་ལུ་ཀུ་ལུ་མི་འདི་རང་འདི་ནོ་མི་ནི་གཟུགས་པོ་ཐམས་ཚ་ཡིན་ནོ་དང་པོ་ནི་གཟུགས། ལ་ཏིལ་ཁོ་རང་ས་ལ་ལྕེབས་ཐུག་གོ་རང་གཟུགས། ལ་ཏིལ་ས་ལ་ཐུག། ཐོད་པ་དེ་ས་ལ་ཐུག་གོ་ནོ་ཟེར་ཐོད་པ་ས་ལ་མི་ཐུག་ཡོང་བ་ཁྱོང་རེ་འགྲིག་མ། ཡན་ལག་ལྔ་ས་ལ་རེད། ཐོད་པ་ས་ལ་ཐུག་ལ་ཏིལ་གཉིས་ས་ལ་ཐུག། སྤེལ་མོ་གཉིས་ས་ལ་ཐུག། འོ་དེ་ཚར་ཚེ་ཆགས་དེ་ལ་ཡན་ལག་ལྔའི་ཆགས་ཚར་བ་ཟེར། ཡང་ན་མངལ་སྒོ་ནས་ཆགས་ཚར་བ། ད་དེ་ནི་ད་འཛུལ་བ་དང་དེ་གཞུང་དེ་ཚུགས་ན་ཡོང་ནོ་ཡང་བགྱིས་པ་ལས་འཁྱུད་པའི་ཆགས་སོ་སོའི་བླ་མ་དགེ་བའི་བཤེས་གཉེན་ནི་དེ་ཚོར་བླ་མ་དེ་ད་ནི་ཤོད་ཟེར་ནས་ལེམ་སང་དཀར་ཐུབ་སོང་ན་བླ་མའི་བགྱིས་པ་རེ་ཟུང་ནས་ཆགས་ཚར་ཏེ་བགྱིས་པ་ལ་འཁྱུད་ནས་ཐོད་པ་དེ་བླ་མའི་ཞབས་ལ

དེ་ལ་ཉག་ཆགས་ཟེར། ད་དོན་དག་ང་ལྟོས་དང་ཕི་ལྟོས་ཆགས་ས་ལེ་རུ་ནེ་ག་དོན་ན་ཟོ་ཅི་ནོ་རེ་ན། དེ་ནི་དཀོན་མཆོག་དྲན་བླ་མ་དྲན་དེ་ཕི་ཆགས་ས་དོན་ན་ད་ཅི་ངས་ཡུལ་མ་སོང་ཅི་ཟེར་ན་ད་ང་མོ་ལང་བ་ལང་དཀོན་མཆོག་དྲན་དགོས་དོན་ན་བླ་མ་དྲན་དགོས་ནོ་ཟེར་འོ་དེ་མ་དྲན་པ་གཞན་པ་དེ་དྲན་ན་འགྲིག་ཡོད་མ་ཟེར། ད་ཅི་ཅི་ཟེར་མ་སོང་འོ་དེ་ཕི་ནོ་ད།